ཡིན། ཡུམ་བོད་ན་ཡང་འབྲེལ་ལམ་བྱུང་བའི་སྐོར་ལ་ཡང་ནི་དེ་དག་གང་འདྲས་འདུག་ཟེར་ན་ནི་ཁོ་རང་གི་ཡང་རྣམ་ཐར་ཞིག་ཏུ་འགྲོ། བླ་མ་མཁས་གྲུབ་ཁྱུང་པོ་ནི་རྣལ་འབྱོར་གྱི་རྣམ་ཐར་ནི་དེ་འདྲས་ཤིག་འདུག་ཨ་མཐའི་ནང་ལོ་ཡག་གར་ཟེར་ན། དང་པོ་ནས་ཕ་མེས་ཐམས་ཅད་ནི་བོན་པོའི་དགེ་བཤེས་ཡིན་པས་དེ་ཡི་གཞན་པའམ་བག་ཆགས་ཀྱིས་སློབ་དཔོན་གཡུང་དྲུང་རྒྱལ་ལ་བསྟེན་ནས་བོན་ཕྱི་ནང་ཐམས་ཅད་བསླབ་པར་མཁས་ཤིང་མཁས་པར་ཤེས། ཨ་ནི། དཀའ་ལས་དྲན་པའི་ཚོགས་པ་བདུན་བརྒྱ་ཙམ་བྱུང་ནས་གྲུབ་ཐོབ་དང་བསྟན་བཅོས་དང་བཀའ་འགྲེལ་མང་པོ་བརྩམས་ཏེ་དབུས་གཙང་ཁམས་གསུམ་བོན་གྱི་བསྟན་པ་དར་བར་བྱས། པས་བོན་ལ་མཁས་ཤིང་གྲུབ་ཐོབ་ཏུ་གྱུར། སློབ་མ་ཡང་མཁས་པ་མང་དུ་བྱོན། མང་དུ་ཐོན། ཁྱད་པར་དུ་ཡང་རོང་པོ་དགེ་བ་རྒྱལ་གྱི་ཁམས་སུ་བོན་དར་བར་བྱས་ཏེ་རྟ་དང་དངུལ་སྐྲས་ལ་སོགས་པ་བརྒྱ་ཕྲག་བཅུ་གསུམ་ཕུལ་ཏེ། བོན་གྱི་ཟབ་དོན་ཐམས་ཅད་དབང་པོ་རབ་འབྲིང་མཐའ་གསུམ་དུ་དྲིལ་བ་གཅིག་ཞུས་ཟེར་ན་དབང་པོ་རབ་འབྲིང་མཐའ་གསུམ་དང། གནད་དོན་ཉུག་གུར་བླང་བའི་རོང་པོའི་སྣ་དྲང་བུའི་སློབ་མ་ལྔ་བཅུ་རྩ་ལྔའི་ལྟ་སྒོམ་གྱི་དོན་ཁོང་དུ་ཆུད། ལྷ་ཚོགས་མང་པོའི་ཞལ་མངོན་སུམ་དུ་མཐོང་ནས་ནུས་བ་ཕྱོགས་མེད་དུ་ཐོན་པས་བདག། ནུས་བ་ཕྱོགས་མེད་དུ་ཐོན་པས་བདག་རྩོལ་མེད་དུ་གྱུར་ཀྱང། དག་ལ་ཐེ་ཚོམ་ཅུང་ཞིག་སྐྱེས་ཏེ་བོད་འདི་རྒྱ་གར་གྱི་དཔེ་འདྲི་ད་དང་ལོ་ཙཱ་བ་རྩོད་མེད་ཐམས་ཅད་ཀྱིས་བསྒྱུར་བ་ཡང་མི་འདུག་རྒྱ་གར་སྐད་ནས་ཚུར་བོད་སྐད་དུ་བསྒྱུར་བ་ནི་མིན་པར་འདུག་མི་ཐམས་ཅད་ཀྱིས་ཁྱད་ཆོས་མེད་པར་མི་འདུག་བོན་པོར་ཁྱེད་མི་ཐམས་ཅད་ཀྱིས་ཁྱད་ཆོས་པར་མི་འདུག་བོན་པོར་འདུག་ཟེར་བས་ཟླ་གྲུབ་ཐོབ་ཨ་ཀའི་ལུང་བསྟན་པ་བཞིན་རྒྱ་གར་དུ་འགྲོ་དགོས་སྙམ་ནས། གསེར་བཤང་མང་པོ་གྲབས་བྱེད་པའི་ཕ་མ་གཉིས་ན་རེས། ངེད་གཉིས་དགེ་བས་མ་ཤི་བར་དུ་རྒྱ་གར་ལ་མ་འགྲོ་ཟེར་ནས་མ་བཏང་བས། བོན་གྱི་གྲྭ་བ་རྣམས་བུ་ཆེན་མཁས་པ་ལ་བལྟས་ནས་ཉན་བཤད་དང་གྲུབ་པ་ལ་ཚུད་དོ། ད་འདི་ལས་གསུངས་ཟེར་དེ་འདྲ་ཁོ་རང་གི་ཡ། ད་ཅིག་དེའི་ནང་ལ་ཡ་གར་གསུངས་ཟེར་ན་ཁོ་རང་གི་ཡ། ད་ཅིག་ཕ་ལ་ཕ་ཤི་དེ་རེད་ན་ཕ་མེད་དེ་ད་ཁོ་རང་གི་ཡ།

གྲུབ་ཐོབ། མཁས་གྲུབ་གཉིས་ལྡན་གྱི་སྐྱེ་བོ་དེ་ནི་ཞིབ་འཇུག་རེད། དེ་ནི་གསུང་དུ་ར། དེ་རེད་ལ་ཡིག་ནོར་འབེལ་ན་ཡིན་ནོ། དེ་མ་ཟེར་བ་ཡང། ད་ལྟ་ང་རང་ཚོའི་ཇོ་ནང་པའི་རྗེ་བཙུན་ཏཱ་ར་ནཱ་ད་ཇོ་ནང་རྗེ་བཙུན་ཏཱ་ར་ནཱ་དའི་གི་ཛས་གནང་བའི་གི་ནི། རྒྱལ་པོའི་བསྟན་པ་རིན་པོ་ཆེ་སྤྱིའི་རྣམ་གཞག་ལས་འཕྲོས་པའི་དཔལ་ལྡན་ཤངས་པའི་ཆོས་སྐོར་གྱི་འབྱུང་ཁུངས་ཡིད་ཀྱི་མི་གསལ་ཞེས་པ་ཞིག་འདུག་ར་དེའི་ནང་ལ་ཡ་གར་གསུང་འདུག་ཟེར་ན། གཉིས་བ་གཏན་ལ་འབབ་ཀྱི་གཙོ་བོ་དབལ་ལྡན་ཤང་བ་བཀའ་བརྒྱུད་ཀྱི་རྣམ་གཞག་ལགས། བླ་མ་ཁྱོད་བུའི་ལོ་རྒྱུས་དང། བརྒྱུད་པ་དེ་ལས་བྱུང་བའི་གདམས་ངག་གི་སྐོར་བཤད་པའོ། དང་པོ་ནི། མཁས་གྲུབ་ཁྱུང་པོ་རྣལ་འབྱོར་རམ་ཤང་བ་དུམ་བུ་བ་མི་ཉམས་རྡོ་རྗེ། མཚན་གཞན་ཚུལ་ཁྲིམས་མགོན་པོ། ད་ཁོ་རང་ལ་ཡ་མཚན་མི་ར་བ་ནི་ཡང་ཁག་དུ་བ་ཁྱུང་པོ་རྣལ་འབྱོར་ཡམ་ཞུགས་དུ་བ་ཤང་བ་དུལ་བུ་བ་མི་ཉམས་རྡོ་རྗེ། ཡང་མཚན་གཞན་ལ་ཡང་ཚུལ་ཁྲིམས་མགོན་པོ་ཞུགས་ཀྱི་རེད། དེ་ཡི་འཁྲུངས་ཡུལ་ནི་སྙེ་མོ་རམ་དམངས། རྗེ་རིགས་ཁྱུང་པོ། ཡབ་བོན་པོ་ཁྱུང་སྐྱལ་སྟག་སྐྱེས། ཡབ་ཀྱི་མིང་ལ་ཡབ་ཕུང་བོན་པོ། ཁྱུང་སྐྱལ་སྟག་སྐྱེས་སུ་རེད། ཡུམ་མགོ་ས་བཀྲ་ཤིས་སྐྱིད། སྟག་གི་ལོ་ལ་སྐུ་བདམས་མ་ཐག་རྒྱ་གར་གྲུབ་ཆེན་ཨ་མོ་དགའ་འབངས་རྩ་ར་ཟུང་དྲུག་གིས་བྱོན་ནས། བློ་གསལ་གྱི་ཆོ་ག་མཛད། བྱིན་གྱིས་བརླབས་ཤིང་ལུང་བསྟན་པ་ནི། འདི་ནི་སྤྲུལ་བའི་སྐུ་དེ་རྒྱ་གར་བྲོས། ཅེས་སོགས་ནས་གྱ་བའི་ཞིང་དེར་བགྲོད་པ་ཐེ་ཚོམ་མེད་ཅེས་པའི་བར་གསུངས་ཏེ་སླར་ནམ་མཁའ་ལ་བྱ་ཞིང་འདུ་ཤེས་སོ།

དགུང་ལོ་བཅུ་བ་ལ་ཙི་ལ་མཁས་པར་ཁེངས་དེ་འདི་ཆགས་པ་རེད། བཅུ་གཉིས་པ་ལ་ཡང་ཡབ་མེས་ཀྱི་བག་ཆགས་ཞུགས་ཏེ། དགུང་ལོ་བཅུ་གཉིས་ཐོག་ལ་ཡང་གཡུང་དྲུང་བོན་གྱི་བླ་མ་གཡུང་དྲུང་ཁྲོ་རྒྱལ་ལ་ཡང་བོན་ཆོས་གསན་རེད། བླ་མ་དེ་ནས་ཁོང་རང་བོན་གྱི་ཆོས་དེ་རིགས་ཐོས་བསམ་གནང་རེད། ཡང་རྗེ་བཙུན་བླ་མ་ཐམས་ཅད་མཁྱེན་ཅིང་གཟིགས་པ་འཇམ་དབྱངས་མཁྱེན་བརྩེ་དབང་པོ་ཀུན་དགའ་བསྟན་པའི་རྒྱལ་མཚན་དབལ་བཟང་པོའི།

སྐུ་འཁྲུངས་ཏེ་བོན་དང་གསང་སྔགས་གསར་རྙིང་སོགས་གཞུང་ལུགས་མང་པོ་ལ་སྦྱོང་བ་མཐར་ཕྱིན། ཨ་འདི་རེ་ཡ་བོན་དང་གསང་སྔགས་རྙིང་མ་གསར་རྙིང་དེ་ཚང་མ་ལ་ཡ་དེ་ཚང་མ་དེ་ལ་སོགས་པའི་ཡ་དེ་དག་གི་དེ་དག་གི་གཞུང་ལུགས་ལས་ཡང་པོ་ལ་ཡ་ནི་ཐོས་བསམ་དེ་ལ་ཡ་སྦྱང་བ་མཐར་ཕྱིན་པ་ཕུལ་ཕྱིན་པ་གནང་བ་རེད། ཞེས་དང། དེ་འདི་གསུངས་འདུག། གཞན་དག་དང་འདི་ཡང་ཀུན་མཁྱེན་པདྨ་དཀར་བོའི་ཚེ་ནང་པའི་ཀྱེ་ཡང་ཆོས་འབྱུང་བསྟན་པའི་པད་མ་རྒྱལ་བའི་ཉིན་བྱེད་ཞེས་པ་ཟློར་བ་དེ་རྣམས་ལ་ཡ་གར་ཟེར་ནོ། གཞོན་ནུ་ལ་ཀློག་དང་བོན་རྫོགས་ཆེན་སེམས་བསྐྱེད་ལ། ཁྱུང་པོའི་རྣལ་འབྱོར་ཧོ། གཞོན་དུས་ལ་ཀློག་དང་བོན། རྫོགས་ཆེན་སེམས་བསྐྱེད་དེ་ཚོ་བསླབ་པར་རེས། དེ་འདི་གསུངས་འདུག། གཞོན་ནུ་ལ་ཀློག་དང་བོན་རྫོགས་ཆེན་སེམས་བསྐྱེད་ལ། དེ་ཕྱིར་ཡང་ཡོན་ཏན་རྒྱ་མཚོ་བློ་གྲོས་མཐའ་ཡས་ཀྱིས་མཛད་པའི། འཇམ་མགོན་བློ་གྲོས་མཐའ་ཡས་ཀྱིས་མཛད་གནང་བའི། བ་དན་ཤངས་བ་བཀའ་བརྒྱུད་ཀྱི། དོ་ཧ་རྡོ་རྗེ་ཚིག་རྐང་མགུར་དབྱངས་ཕྱོགས་གཅིག་ཏུ་བྲི་བ་ཐོས་པ་དོན་མཐུན་བྱིན་རླབས་རྒྱ་མཚོ། ཞེས་པ་སོགས་དེ་ནང་ལ་ཡང། བཅུད་སྙིང་ལོན་ཚེ་ཕ་མའི་བག་ཆགས་ཀྱིས་སེམས་མཆོག་དཔོན་ལ་རྫོགས་ཆེན་ཕྱག་ཆེན་ལགས། ད་ནི་དེ་ཨ་ནི་བཅུད་སྙིང་ཡོད་ལོ་བཅུད་སྙིང་ལ་ལོན་ཚེ་ཨ་ནི་ཕ་མེས་ཀྱིས་ཨ་ནི་ཕ་མེས་ད་ལྟ་བོང་བུ་ཡིན་ཟེར་བའི་དེ་རིང་གི་བག་ཆགས་ཀྱིས་ཨ་ནི་སེམས་མཆོག་དཔོན།

དང་པོ། གོ་ཞེས་མཛོད་ངས་བོན་སྒོར་ཞོགས། གཞུང་ལུགས་དར་ཅན་ཡི་དམ་ལྷ་ཞལ་གདོང། བཤད་སྒྲུབ་སྡེ་སོགས་གཤེན་གྱི་བསྟན་འཛིན་ལ། འགྲན་ཟླ་སྤངས་པར་མཛད་བདེར་གསོལ་བ་འདེབས། དེ་ནས་གསུང་བྱ་དོར་བ། ད་གར་ཟེར་ན་བོན་གྱི་ཡང། གོ་ཞེས་མཛོད་སྔར་གྱི་སྒོར་ཞུགས་ནས། གཞུང་ལུགས་དེ་དག་ལ། སློབ་སྦྱོང་ཐོས་བསམ་མཐར་ཕྱིན་པ་གནང་ནས་ཡི་དམ་གྱི་ལྷ་ཞལ་མཐོང་བར། བཤད་སྒྲུབ་ཀྱི་སྡེ་བཙུགས་ཏེ་གཤེན་གྱི་བསྟན་པ་ལ། འགྲན་ཟླ་སྤངས་པར་མཛད་དེ། རྫས་དེར་གསོལ་བ་འདེབས། དེ་ལྟར་གསུང་བྱ་དོ་ར་ཡང་ཁོང་གི་རྫས་གནང་བའི་གེགས་ནི་གཡུང་དྲུང་ཡོན་ཏན་རྒྱ་མཚོ་གི་རྫས་གནང་བའི་གེགས་ཁྱད་དུ་འཕྱུངས་པ་རྣལ་འབྱོར་ལ་གསོལ་གསོལ་བ་འདེབས་པ་མོས་གུས་ཀྱི་སྒྲ་དབྱངས་ཞེས་བྱ་བ་ཞིག་ཙམ་གནང་བ་དེ་ལྟར་གསོལ་འདེབས་ར་ཡིས་དོ་ར་རྫས་གནང་བ་ལ་ཡང། ཀུན་བཟང་རིགས་སྣང་འོད་ཀྱི་རྒྱལ་པོ་ཡིས། བྱིན་བརླབས་ངོ་མཚར་ཁྱུང་ཆེན་གདུང་ལས་གྲོལ། ཡིག་རྩིས་སེམས་ཕྱོགས་བོན་ལ་མཁས་ཤིང་གྲུབ། དད་འདུལ་འདུལ་བྱ་བསྐྱངས་ལ་གསོལ་བ་འདེབས། འཇུག་གནས་སེང་གེ་བསྐོར་ནས་རུལ་བ་ལ། རྫོགས་ཆེན་དད་གསུམ་ཕྱག་ཆེན་གཞུང་དམ་སོ་སོའི་རྟེན་ལ་སྟོན་པ་མཉེས་པར་གྱུར།

ཨ་ནི་རྒྱ་གར་མཁས་གྲུབ་ཆེན་པོ་རྒྱ་བདུན་ཅུའི་ཞལ་གཟན་འབོད་དུ་བཤང་བ་བཀའ་བརྒྱུད་ལྟར། གྲུབ་ཐོབ་ཁྱུང་པོའི་ཞབས་ལ་གསོལ་བ་འདེབས། དེ་ནས་བྱུང་ན་ར་ཡང་འཇམ་མགོན། བློ་གྲོས་དལ་གྱིས་མཛད་གནང་བའི་ཀྱི་ནི་ལོ་ལོ་ཀྱི་བདེ་མཆོག་ལྷ་ལྔའི་ཚོགས་ཀྱི་འཁོར་ལོའི་ཆོ་ག་ཕྲིན་ལས་ཡར་འཕེལ། ཞེས་པ་ཞིག་བརྩམས་གནང་འདུག་དེའི་ནང་ལོགས་ལ་འཇིག་རྟེན་དབང་ཕྱུག་སྤྲུལ་པའི་ཞིང་ཞང་ཞུང་རྡོ་རྗེ་བདེ་མཆོག་ནས་ཉན་ཐོས་རྫུ་འཕྲུལ་ཆེན་པོ་ལ་མཁས་གྲུབ་ཁྱུང་པོ་ཞེས་སུ་གྲགས། ད་ནི་ལུང་ཚིག་འདི་དག་ལ་ཡང་ང་ཚོས་གི་གར་རྟོགས་ཐུབ་ཀྱི་འདུག་ཟེར་ན། ཁྱུང་པོ་རྣལ་འབྱོར་ཞེས་པ་སྟེ་བོན་པོ་ཀྱི་ཁྱིམ་གཞིས་དེ་དུ་ཁུ་འཁྲུངས་བ་དང་གཅིག་བོན་པོ་ཀྱི་གཞུང་ལུགས་དེ་ཚོ་ལ་ཡང་མཁྱེན་རྒྱ་ཆེན་པོ་དེ་འདྲ་གྱི་མཁས་གྲུབ་ཆེན་པོ་ཡིན་པ་དང། དེ་འདྲ་ཅིག་ང་ཚོས་ཤེས་ཐུབ་ཀྱི་ཡོད་འདུག་བསམ་ད་སྤྱི་བཏང་གི་ཡང་ཅིག་ཁོ་རང་ལ་ཡང་ཁོ་རང་ཅིག་ད་ཅིག་ཆོས་རིས་མེད་ཐོག་ལ་ཡང་དག་སྣང་ཆེན་པོ་ཡོད་ངེས་ཟེར་བ་ཅིག་བོན་པོ་ཀྱི་སྐོར་ལ་ཡང་གཞུང་ལུགས་ལ་ཐོས་བསམ་བྱས་བ་མ་ཟད་དེ་ཚོ་ལ་ཡང་ཉམས་ལེན་གནང་དེ་མ་ཟད་པའི་རྙིང་མ་དང་ད་ཅིག་བཀའ་བརྒྱུད་དང་ད་དེ་འདྲ་གི། ནི་ཆོས་ལུགས་རིས་སུ་མ་ཆད་པ་ལ་ཡང་ཉམས་ལེན་དང་ནི་དག་སྣང་བྱེད་དུས་ཙམ་ལ་ནི་རེ་འགས་ཀྱི་ཡང་ཁོ་ལ་ནི་བྱུང་བ་ན་རྗེ་ཁོ་རང་ལ་ཡག་ཐབས་ཅིག་མི་འགའ་ངན་ཅིག་ཡོད་སར་བ་དག་ཁ་ཤས་ཡང་འདིར་ཡོད་ལ་དག་སྤྱི་ཚོགས་ནང་ལོག་ལ་ཅན་དེ་དག་གི་ཡང་ནི་ཁོང་ལ་ཡག་ཅིག་བྱུང་བ་ན་ཆོས་ཞེས་བ་དེས་དང་པོ་ཡང་ནི་བོན་པོ་གྱི་ཆོས་ལ་ཞུགས་རེས་ཡང་བོན་པོ་བོན་གྱི་ཆོས་སྤངས་ནས་ནི་རྙིང་མ་དེ་ནས་གསར་མ། ཨ་ནི་བོན་སྤངས་ནས་རྙིང་མ་མཛད་པ་ཨ་ནི་རྙིང་མ་སྤངས་ནས་གསར་མ་མཛད་རེད་ད་དེ་འདྲི་གི་ཨ་ནི་ཁོང་ལ་ཡག་ཅིག་ད་ཅིག་ག་ལ་རེད་ཅིག་སྒྲོ་བཏགས་ལ་གོ་རེད་ད་ག་ལ་རེད་ཅིག་དེ་འདྲི་ཨེ་ཅིག།